མི་སྡུག་ཅག་ག་བ་ལ་ཡོད་རེད། མི་སྡུག་ཅག་ལ་ན་སོ་སོ་སེམས་ནས་བཟོས་པ་རེད། མི་སྡུག་ཅག་དངོས་གནས་ཡོད་མ་རེད། རོ། ད་སྐབས་དང་དུས་ལ་ཨ་ནི་ཆགས་ཡོད་རེད་སྡུག་ཅག་དེ། རོ། ད་དང་པོ་དེ་ལ་དབྱེ་བ་དཔྱད་གོ་རོགས་ང་རང་ཚོ་སེམས་ཁམས་ཀྱི་ཐོག་ནས་དང་ང་རང་ཚོ་ཀུན་སློང་དང་སྐད་ཆ་བཤད་སྟངས་དག་ཅིག་ཡོད་ར་ད་མང་པོ་ཅིག་དབྱེ་བ་དཔྱད་བས་ན། མི་གི་མི་ཕ་ཕྱོགས་ལ་ཡ་ཚོད་དཔག་གླེང་ཡས་དེ་དུས་ཀྱི་མི་གི་ཅིག་འབྱུང་ཁུངས་ཅིག་ཡོད་ར་བ་དེ་ཚོད་དཔག་ག་འདྲེ་གླེང་གོ་ར་ལ་ན། མི་ཅིག་ངོ་ཤེས་ཀྱི་མེད་ན་ཁྱེད་རང་དང་པོ་ཐུག་པ་ཡིན་ན། དང་པོ་ནས་འདུག་བལྟ་བ་ད་རོགས་ཨ་ནི་ང་ཚོའི་གི།

ད་དེ་ནས་སྐད་ཆ་བཤད་པའི་བརྒྱུད་རིམ་གྱི་ནང་ལོགས་ལ་རོལ་བ་ད་སྐད་ཆ་བཤད་འདོད་ཡོད་ན་གཉིས་མཉམ་པོ་ལ་རོགས་ངོ་མ་ཤེས་པ་གཉིས་སྐད་ཆ་བཤད་འདོད་ན་སྐད་ཆ་བཤད་པའི་བརྒྱུད་རིམ་ལ་བལྟས་ནས། སྐར་མ་ལྔར་གྱི་ནང་ལོགས་ལ་ཨ་ནི། ག་ས་ད། ག་ལ་འགའ་འཛོམས་ཅིག། མི་འདི་ཡག་པོ་འདུག་སྡུག་ཅག་འདུག་ལ་ཡ་དེ་ང་ཚོ་གི་ཚོ་པ་གླེང་སྐོར་དེ་ང་ཚོ་ཀླད་པད་ཀྱི་འགྲོ་སྟངས་འདྲ་བོ་ཅིག་ཆགས་འདོད་ཡོད་ད་རོགས། གང་ལྟ། ཞིབ་འཇུག་བྱེད་ཡས་དེ་ང་རང་ཚོ་གི་མི་དེ་ཕ་ཕྱོགས་དེ་ག་འདྲེ་ཡོད་མེད་ཞིབ་འཇུག་བྱེད་ཡས་དེ་ག་འདྲ། ཀ་མ་སྔགས་ཀྱི་ནང་ལོགས་ལ་ང་ཚོ་གི་འདི་བྱེད་ཀྱི་ཡོད་རྟ། ཚོད་དཔག་གླེང་ནས་མི་དེ་ཡག་པོ་ག་ཚད་ཡོད་མེད་ག་འདྲེ་ཡོད་མེད་ར་བ་དེ་ཚོད་དཔག་དེ་ང་ཚོ་གླེང་དགོས་ར་དེ་ང་ཚོ་མི་གི་རང་བཞིན་གི་ཅིག་ཆགས་དེ་གི་ཡོད་ར་བ། ད་ང་ཚོ་མི་ལ་གནས་ག་ར་བ་ད་ང་ཚོ་སེམས་ལ་ཡས་དེ་མི་སྡུག་ཅག་ཡག་པོ་བཟོས་ངེས་དེ་སེམས་རེད་དོ་བ་སོ་སོ་རང་རེད་དོ་བ་སོ་སོ་རང་ར་བ།

དབང་ཡོད་ཐུབ་ཚོད་འབུར་འཇོམས་བྱས་ཏེ་ཉལ་དེ་ཚོ་ར། དེ་ཚོ་ལ་ཡང་གུས་ཞབས་ཅིག་རག་གི་ཡོད་རེད་ཁག་ཅིག་གིས་རེད་བ། འདི་གུས་ཞབས་ག་རི་འདྲ་བོ་ཅིག་གི་གུས་ཞབས་རེད་དེ་དེང་གི་གུས་ཞབས་རེད་བས་ཟེར་ན་དེ་གུས་ཞབས་འདི་ཏག་ཏག་ཅིག་ཆགས་ཀྱི་ཡོད་མ་རེད་གུས་ཞབས་ར། ད་འདི། མི་ག་ཤིས་གཡོ་ཡོད་ཆེ། ཨ་ནི། ཡ་མེད་བཏང་ནི། ཨ་ནི། ཁོ་ལ་ཡ། མཚན་སྙན་མ་ར་བ་ཅིག་ཡོད་རེད་ར། ད་རེས་པས་ཀྱི་འོ་འདི་གི་གུས་ཞབས་འདི་འདྲ་མི་འདྲ་ཅིག་ཆགས་ཏེ་རེད་ད།

ད་གཅིག་ང་རང་ཚོ་དུས་རྒྱུན་དུ་སྤྱི་ཚོགས་ཀྱི་ནང་ལ་རོལ་བ། ང་རང་ཚོ་དམངས་འདི་ག་རེ་ལ་དབོར་སེམས་པ་ན་བསམ་གོ་ལ་ན། ཨོ། ཁྱོད་ཚོ་ང་ལྐུག་པར་བསམ་གི་འདུག་བས། ང་ལྐུག་པ་མ་རྟགས་ཁྱེད་རང་ལ་བཅངས་ཡོད་བསམ། འདི་ཚང་མས་ཀྱི་བསམ་གོ་སེམས་ཀྱི་ནང་ལ་ཡོད་རེད།

རོ། ད་མ་ས་ལ་རྒྱ་ནི། རོ། ཨ་ནི། ཨ་ནི་དཀོན་མཆོག་གི་མིང་གང་ལ་ཁྱེད་ནི་ཨོ་ད་འདི་བྱིན་ན་འདི་འདྲས་ཡོར་དག་འདི་ཡོར་དག་ཞེས་བྱས། གང་དག། དེ་འདྲས་ཀྱི་ཅིག། མཚོན་རྒྱབ་བྱས་ཨ་ནི་བྱེད་དེ་ཡིན་ཞེས་དོ། འོ་དེ་ལ Psychological Tricks རོ། ད་དེ་ཚོ་རིགས་དེ་ཚོ་རོ་ང་རང་ཚོ་གིས་བསམ་བློ་ཞིག་བཏང་དུ་རོ། གྱེན་ལ་འཛག་ཡས་དེ་ཁ་ག་ཡོར་རོ། ཐུར་ལ་བབས་ཡས་དེ་ལས་ལ་ཡོར་རོ།

ཕྱེད་ཀ་ཚོད་དཔག་གི་བཤེས་གཉེན་ཡོད་རེད་ཕྱེད་ཀ་ད་དངོས་ཡོད་སུ་ལྟ་ནས་ཤེས་རབ་ཀྱི་ཐོག་ནས་བཤེས་གཉེན་ཡོད་རེད། སློབ་སྦྱོང་དང་དེ་འདྲའི་ཐོག་ནས་བཤེས་གཉེན་ཡོད་རེད་ད་ཁོ་སྣ་ག་མང་པོ་ཅིག་གང་ལ་ཡོད་རོགས། དེ་ནས་ནི། ཨ་ནི་རྩོད་པ་ཅིག་ཀྱང་ཡོད་འདུག་སོ་སོས་ཀྱང་ལ་ཁ་བརྡའི་དྲ་མ་ཞིག་ཐུག་པ་ཡིན་ན་ལམ་སང། you change the phrases accordingly རོགས། ད་ཕ་ཕྱོགས་ཀྱི་སོ་སོ་ལྡོག་ཕྱོགས་དེ་ལ་ཡང། ཡང་སྐད་ཆ་དེ་ཏིས་གཅིག་གཅུར་རྒྱག་རོགས།

ག་འདྲས་དབྱེ་བ་ཅེ་བོ་རེད། ག་འདྲས་ང་ཚོ་ངོས་ཟིན་ཐུབ་ཀྱི་རེད་རོ། ཨ་ནི་ག་ཤེད། རྒྱུན་རིང་པོ་གི་རྗེས་ལ་དགོ་དགོ་བཏང་བ་དེ་ཧ་གོ་རེད། ད་མཐའ་མ་ཐུག་ས་དེ་བདེན་པ་ལ་སླེབས་དགོས་རོགས་ད་སོ་སོ་ཅེས་མགོ་འཚོས་ཀྱི་མེད་ན་ཤེས་རབ་ཤེས་རབ་མེད། སྦྱང་བའི་ཤེས་རབ་དང་ཡོན་ཏན་ནུས་པ་སྟོབས་དེ་ཤེས་རབ་མེད་བ་ཡིན་ན་གནས་སྐབས་རིང་མགོ་ཧོ་གི་རོགས། ཡིན་ན་མཐའ་མ་དེ་ཐུག་ས་དེ་ཐུག་ཡོང་དུས་གང་ལ་བདེན་པ་དེ་མཐའ་ཡོད་མ་རེད་ཉི་མ་གཅིག་བདེན་པ་ལ་ཡེ་དེ་གོ་དོན་ཡོང་གི་རེད་སྐྱག་རྫིན་ལ་ཡེ་དེ་གོ།

ཨ། སྙབ་བཅུའི་ཚ་བོ་འདུག། སྙབ་བཅུའི་ཁྱོད་ཀྱིས་འདི་དེ་འདྲའི་དེ་འདྲའི་བཤད་སྟངས་དེ་དེ་འདྲའི་རེད་བཤད་སྲིད་ལ་བས་ན་ད། Visual Imaginary བྱ་དགོས་རོགས་ད་འདི། Imagery། ད་འདི། ཁོས་ཀྱིས་ཀླད་པའི་གི་ནང་ལ་གཅིག་ཤར་ཡོང་དགོས་རོགས། འོ་འདི་ད་བདེན་པ་རེད་བཤད་སྲིད་ལབ་ནས་ཁོ་སྐད་ཆ་ཡིན་ན་ཁོས། འདི་བྱ་འགྲོ་རོགས། འདི་གཅིག་རེད་རོགས་གཉིས་པ་འདི། In the name of Freedom

འོ་དེ་ཤའོ་ད Destruction Criticism འདི་ག་རེ་རེད་ཟེར་ལབ་ན་དེང་སང་ད Trend ལེགས་རོགས་ཨ་ང་རང་ཚོ་གི་ཡང་དཔེ་ས་ཅིག་གར་ཐོན་ཡོད་ལབ་ན་སེམས་ཀྱི་སེམས་ཁམས་ཀྱི་ཐོག་ནས་མི་རྒན་པ་ལ་མི་རིགས་རྒན་པ་ལ་ཡ་མི་རིགས་རྒན་པ་ལ་ལྐུགས་པ་གི་བསླབ་བྱ་ག་རེ་རྒྱག་དགོས་རེད་ལབ་ན་ཨ་ནི་རང་ལུས་མེར་སྲེག་བཏང་དགོས་རེད་བཏང་ན་ང་འདྲ་བོ་ཅིག་ནས་བཏང་ས་རེད་ལབ་ན་དེང་སང་ཡང་ག་ཤེད་ཅིག་གི Viral འགྲོ་བསྡད་འདུག་ཨ། འོ་དེ་རྒན་གོག་དེ་ཚོ་བསླབ་གོ་རེད་ད། མེ་བསྲེགས་བཏང་གོ་རེད་ད་ཁྱེད་རང་ཚོ། ད་བསམ་བློ་ཞིག་བཏང་ད་རོགས་དེ་ཚོ་ཉེན་ཁ་འཇིགས་འོས་ཞུ་རེད་ད། ཉེན་ཁ་ག་འདྲས་འཇིགས་འོས་ལ་ན། ཁོང་ཚོ་གི་སྐད་ཆ་བཤད་རྒྱུ་དེ་ཚོ་ལྐུག་པ་དེ་ཚོ་གང་ཡང་མ་ཤེས་ངན་རྒན་གོག་དེ་ཚོ། ད་སེམས་ཀྱི་ནང་ལ་གཞུང་སེམས་དེ་ཤུགས་ཆེ་དྲགས། ཨ་ནི་ད་དེ་དངོས་གནས་རེད་ཤག་བསམ་ནི། རང་ལུས་མེ་བསྲེགས་བཏང་གི་རེད་ད indirectly དེ་ག་རེ་བྱ་གོ་རེད་ལབ་བ་ཡིན་ན། དེ།

ཁག་གཉིས་རོ། ཆབ་སྲིད་ཀྱི་ལྟ་བ་ལངས་ཕྱོགས་ཁག་གཉིས་ཆགས་བསྡད་ཡོད་རེད། གཉིས་ཀ་ལ་དཀའ་ངལ་ཆགས་བསྡད་ཡོད་རེད། ནོན་འཁྲུལ་གཉིས་ཀ་ནི་ཡོང་གི་ཡོད་རེད། གཅིག་དཀའ་བོ་གཅིག་ནག་པོ་ཡོད་མ་རེད། ཡིན་ནས་ང་ཚོ་གི་འདི་ཕྱོགས་ལངས་ཕྱོགས་ཕར་ཕྱོགས་ཚུར་ཕྱོགས་ཀྱི་གར་ཆིག་ཡོར་སི་ལ་བ་ཡིན་ན། སྐྱིད་ལ་དད་ཀྱི་བསམ་བློ་མ་བཏང་ནི། ང་རྒས་དགོས་ཡོད། ཁོ་རྒས་དགོས་ཡོད། ཁོ་ཕམ་དགོས་ཡོད། ང་རྒས་དགོས་ཡོད་ཁོ་ཕམ་དགོས་ཡོད། ད་དོན་དག་འདི་ག་ལས་ནི་འཐབ་རྩོད་བྱེད་འོས། ཨ་ནི་མི་ལྐུགས་པ་འདི་ཚོ་ལ་ཡ། སློབ་གསོ་ལོ་ག་སྤྲད་ནས་ཨ་ནི་སྤྱི་ཚོགས་ནང་དཀྲུགས་བཅུག། འདི་བྱ་ཡོར་ད་དོན་དག་རྡོག་རྡོག་འདི་དཔྱད་པ་མ་བྱེད་ནི། དོན་དངོས་གནས་ཀྱི་དཔྱད་པ་བྱེད་བ་ཡིན་ན་འདི་ལ་ག་རེ་གླེགས་རི་ལ་ན་གྲུབ་འབྲས་འདི། ད་ལྟའི་གི་གནས་སྟངས་འདི་ལ་རོ་ཨ་ད། ང་རང་ཚོ་སྤྱི་འཐུས་ལྷན་ཚོགས་ཀྱི་ནང་ལོགས་ལ་ད་ལྟ་ད་མཇུག་བསྡོམས་འདིའི་ནང་ལོགས་ལ་དམངས་དམངས་གཞི་འདི་མང་ཆེ་བ་ཚང་མ་པད་མ་སིག་ཡག་པོ་འགྲོ་སོང་བ་ད་ད་ད། དོན་ཚན་བཅུ་དགུ་དང་ཉི་ཤུ་མ་འགྲོ་བའི་འདི། གཉིས་ཀ་གི་ཁྲག་འཛིན་བྱས་བྱས་གཉིས་ཀ་གི་རང་མེད་མི་མེད་བཟོ་གི་ཡོད་རེད་བ། དེ་འདྲའི་ཆ་དེ་བ་ད་འདི་ཕྱོགས་གཅིག་སྡུག་ཅར་ཕྱོགས་གཅིག་ཡག་པོ་རེད་འདི་ཡོད་མ་རེད། ད་འདི་ལ་ཐབས་ལམ་ཡོད་རེད་ཐབས་ལམ་སེ་ཐུག་གི་ཡོད་མ་རེད། སེ་དགོས་ཡས་ལ་ཡག་ག་དེ་འདྲའི་ཡོད་བ་ནི་སེ་གི

སྤྱི་འཐུས་ལྷན་ཚོགས། བཀའ་ཤག་སྤྱི་འཐུས་ལྷན་ཁང། དེ་ཚོས་ཀྱི་སོ་སོ་སོ་གི་སྟངས་འཛིན། ལོག་ག་ལོག་ག་ཡོད་རུང་སྟངས་འཛིན་དེ་ཏག་ཏག་འཁེལ་གི་འདུག་བ་ཁོ་ཚོས་ཀྱི་སྟངས་འཛིན་བྱེད་ཡ་དེ་ཏག་ཏག་བྱེད་ཀྱི་འདུག་བ། ལས་འགན་དེ་ཚང་མ། ཕྱར་གྲུ་མཉམ་འདེགས་བྱེད་ཀྱི་འདུག་བ། ལས་འགན་གང་འདྲས་བྱེད་ཀྱི་འདུག་ལ་ན། དེ་ནས་ནས་སྟངས་འཛིན་བྱས་དེ་ནས་ནས་ལན་རྒྱབ་གཙང་མ་ཆག་གོ། དེ་གར་ཆག་གོ་ལ་ན་ང་རང་ཚོ་རྒྱལ་ཁབ་ལ་ཕན་ཐོག་གི་ཡོད་ར་ད། འདི་ལ Construction Criticism ས་འདི་ལ། སྐྱོན་བརྗོད་ཡ་ག། འདི་མི་སྒེར་གཅིག་ལ་ལ་གི་ཡོད་མ་རེད། དཔེར་ན། ཕ། སྡུག་བ་ལ་ཡ་ཇི་ཏོ་ང་རང་ཚོ་མི་མང་ནས་སྡུག་བ་ཏོ་གླང་མགོ་དམར་བོ་ལ་ན་མི་སྒེར་གཅིག་ལ་ལ་གི་འོར་ད་གླང་མགོ་དམར་བོ་ལ་ན་དམར་བོ་ཚང་མ་ལ་ཁྱབ་གི་འོར་བ་བླ་མ་གང་ད། དེང་སང་ཁོང་ཚོས་གི། འཆར་གཞི་གཅིག་གསར་བ་གར་བཏོན་འདུག་བླ་མ་དེ་ཚོ་ལ་ཡ་བསྟར་གི་བྲིས་ཏོ།

འོ་དེ་འདྲས་ང་རང་ཚོས་བསམ་བློ་བཏང་ཐུབ་ན་ཡག་པོ་ཡོད་རེད་ཨ་ནི་ཚང་མ་ད་ད་དཔེ་རིང་པོ་ཆགས་ཀྱི་འདུག་རོགས་ཡང་རྒྱུས་རིང་པོ་བཤད་པ་ཡིན་ན་ཨ་ནི་གཞུང་མང་ལེ་ཚན་གཅིག་ལ་ཡང་རྣམ་པ་ཚོ་ལེ་ཚན་གཅིག་ཡང་འགྲོ་གི་རེད་ཨ་ནི་ཚང་མ་ལ་ཚེ་རིང་ལོ་བརྒྱ།